གལ་སྲིད་ང་རང་སྤྱི་འཐུས་ཀྱི་ཆ་ན་གལ་ཆེ་ཤོས་ཀྱི་ག་རེ་བྱེད་དགོས་རེད་བསམ་གྱི་འདུག་ཟེར་ད་འདི་གང་ཡིན་ང་གཅིག་བཤད་དགོས་བསམ་གྱི་རེད། ད་ལྟའི་གི་འཛམ་བུ་གླིང་གི་གནས་སྟངས་དང་ཨང་ཅིག་ཆབ་སྲིད་ཀྱི་ཁ་ལོ་བཟོ་ཕྱོགས་དེ་གས་ཚང་མ་ལ་བལྟས་པ་ཡིན་ན། སྤྱི་འཐུས་ཅིག་ཡིན་པའི་ནང་ལས་ཀ་གལ་ཆེ་ཤོས་ཀྱི་ཁྲོད་དུ་ག་རེ་བྱེད་དགོས་འདུག་བསམ་གྱི་ཟོས་ཡོད་ན། ཆབ་སྲིད་ཀྱི་སྲིད་ཇུས་ལ་ཡང་འགྱུར་བ་བཏང་ཡང་གལ་ཆེན་པོ་ཞིག་ཡོང་གི་འདུག་ད་ང་ཚོ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དོན་བཅུ་དོན་གསུམ་བར་དུ་ཨང་ཅིག་ང་ཚོ་ད་ཅིག་བོད་དབུས་འབྲི་རྒྱལ་བ་རུང་ཟེར་ནས་རྩོད་ཅིག་ད་བཙན་བྱོལ་བོད་མིའི་སྒྲིག་འཛུགས་རེད་ད་བོད་མི་གང་ཟག་གི་བོད་རང་བཙན་ལ་ཡང་འཐབ་རྩོད་བྱེད་པ་རེད་འཐབ་རྩོད་བྱེད་པ་རེད་འདི་ནས་ཨ་ནི་ཅིག་ང་ཚོ་ད་རྒྱ་ནག་གི་དམར་ཤོག་གི་གཞུང་ཨ་ནི་ཏེང་ཞའོ་ཕིང་གི་གཞུང་ཡིན་པའི་སྐབས་དེ་ཡང་ཨ་ནི་ཏེང་ཞའོ་ཕིང་ངོས་ནས་ཅིག་ད་བོད་ནང་ལོག་རང་བཙན་མ་བཤད་པའི་ནང་ཅིག་ང་ཚོ་སྦ་ར་ལི་ཡར་སྐད་ཆ་བཤད་ཡོད་དེ་ཨ་ནི་གོ་སྐབས་དང་རེ་བ་ཡོད་པའི་ཡིད་ཆེས་ཅིག་བསྐྲུན་པའི་ཐོག་ནས་རྒྱང་རིང་གཅིག་ཐུགས་བསམ་བཞེས་བྱ་བདུན་ཅུ་བདུན་གསུམ་ནས་འགོ་འཛུགས་བྱ་གཅིག་རྨང་གཞི་བཏིང་པའི་ཐོག་ནས་གཅིག་དབུ་མའི་ལམ་གྱི་སྲིད་བྱུས་ལ་ཡང་དོགས་ཞེན་འཕེལ་རྗེས་ད་ལྟ་བར་དུ་ང་ཚོ་དབུ་མའི་ལམ་གྱི་སྲིད་བྱུས་ལ་ཡང་ད་སྐོར་ཅུ་གོ་གཅིག་ནས་རེད། གྲོས་ཚོགས་ནང་ལོ་གླིང་པའི་ནས་རེད་དེ་ནས་ཉིས་སྟོང་བརྒྱད་རེད་དེ་ནས་ཡང་བྱས་ནས་ང་ཚོ་གཅིག་རིམ་པས་རིམ་པས་ཀྱིས་གཅིག་སྤྱི་མོས་ཀྱི་ཐོག་ནས་གཏན་ལ་ཕབ་ཡ་དང་དེ་ཚོ་ཚང་མ་མང་པོ་གཅིག་འབྱུང་བའི་རྐྱེན་ནས་ང་ཚོ་ད་གང་བྱས། ད་ལྟ་ཁོ་ཚོ་དབུ་མའི་ལམ་གྱི་སྲིད་བྱུས་རང་ལ་འགྲོ་འདོད་ཡོད། ད་དེ་འདྲའི་རྩོད་པ་དབུ་མའི་ལམ་གྱི་སྲིད་བྱུས་འདི་ལ་ཡིན་པའི་ནས་ད་ཅིག་འགྲོ་སྟངས་དེ་ང་རང་གི་ཐོག་མ་རེད་ད་དེ་སྤྱིར་བཏང་ངས་འཆར་སྣང་ཡོད་ཀྱི་རེད་དབུ་ཁྲིད་ཚོ་སེམས་ནང་འཆར་སྣང་ཡོད་ཀྱི་རེད་འཆར་གཞི་ཡོད་ཀྱི་རེད་ཡིན་པའི་ནས་ད་ཅིག་ང་རང་གི་ཐོག་མ་ལ་དབུ་ཁྲིད་ཚོའི་གི་བཀའ་སློབ་གནང་སྤྱོད་དང་དེ་འདྲའི་ཅིག་དཔེ་དེ་ཚོ་འདུག་ལ། དེ་ནི་དབུ་མའི་ལམ་གྱི་སྲིད་བྱུས་ཀྱི་འགན་འཁྲི་དེ་ཆ་ཚང་ཅིག་ད་ལྟ་ཁོ་ཚོ་རྒྱལ་བ་རིན་པོ་ཆེ་ལ་རྐྱང་རྐྱང་གཡུག་བསྡད་ཀྱི་རུ་ཆུ་ང་རང་མཐོང་གི་འདུག་ལ། ཅིག་ག་རེ་གསུངས་པ་རེད་དེ་རྒྱ་གར་རིན་པོ་ཆེ་གི་ལམ་སྟོན་རེད་དེ་རྒྱ་གར་རིན་པོ་ཆེ་གི་ཨ་རི་གི་དགོངས་གཞི་རེད་ཟེར་བྱོས་ར། མ་འོངས་པར་ལམ་ལོང་མ་རྒྱུག་ཡིན་མ་རྒྱུག་པའི་ཉི་མ་ཅིག་གལ་སྲིད་ཤར་མ་སྲིད་མ་རེད་གལ་སྲིད་ཤར་བ་ཡིན་ན། ཨ་འདི་ཡར་ལ་བཀྲིས་སེ་འདི་རྒྱ་གར་རིན་པོ་ཆེ་གང་འདྲི་ཡས་ཅིག་འཆར་གཞི་གཏིང་འདུག་འདི་ངས་ཡག་པོ་ཁྱུར་ནས་མཐོང་གི་མི་འདུག་ར། དེ་འདྲས་ཟེར་བ་དབུ་མའི་ལམ་གི་སྲིད་ཇུས་ཀྱི་འཆར་སྣང་འདི་ལ་ཡང་ཨ་ནི་ཅིག་སུ་གིས་དགའ་ལོབ་གནང་གི་ཡོད་ཀྱི་མེད་རེད་སུ་གར་བྱེད་ཀྱི་ཡོད་མེད་ཨ་ནི་འདིའི་ཐོག་ལ་ཡང་ཅིག། སོ་སོ་རང་གི་གདེང་ཚོད་ཡོད་པའི་ཐོག་ནས་སོ་སོ་རང་གི་འགན་འཁྲི་ཡོད་པའི་ཐོག་ནས་ཨང་ཅིག་སྤྱི་ཚོགས་ནང་ལོར་སྐད་ཆ་བཤད་ཡ་རེད་དངོས་སུ་དབུ་མའི་ལམ་གྱི་ཁ་ཕྱོགས་ཀྱི་ཐོག་ལ་ཡང་ཨང་ཅིག་འཆར་སྣང་ག་འདྲ་ཡིན་མིན་འཆར་གཞི་ག་འདྲ་ཡིན་མིན་ཨང་སྲིད་ཇུས་ག་འདྲ་ཡིན་མིན་དེ་འདྲའི་ནང་ལ་ཡང་བཤད་ཡ་དེ་དཔེ་གལ་ཆེན་པོ་རེད་ཟེར་མགོ་དུ་མ་ཤོར་ལྟ་ཅིག་ག་དུས་ཡིན་ནའི་རྒྱ་བོ་རིན་པོ་ཆེའི་དགོངས་བཞེད་རེད་རྒྱ་བོ་རིན་པོ་ཆེ་འཆར་སྣང་གསུངས་པ་ཡིན་ན་འདི་རྒྱལ་བ་རིན་པོ་ཆེ་གི་མཚན་རེ་རེ་འབོད་དུས་རྩོམ་པ་རྒྱལ་བ་རིན་པོ་ཆེ་ལ་འབྲེལ་འདྲིས་འཕར་མ་རེ་རེ་གནང་གི་ཡོད་པ་འདི་ང་ཚོ་ཚང་མས་མཁྱེན་དགོས་པའི་གལ་ཆེན་པོ་རེད་བསམ་གྱི་འདུག་དེ་ནི་ང་ཚོའི་ངོས་ནས་ཡིན་པས་ནི་ད་ཅི་འདི་བྱ་བྱེད་དེ་ལྟེ་བུ་རེད་བསམ་གྱི་འདུག་ར། དེ་འདྲའི་འདི་རྩོམ་པ་ལ་འདི་རིང་ང་ཡིན་པའི་དབུ་སྤྱི་འཐུས་ལ་སླེབས་ཡོད་པ་ཡིན་ན་གལ་སྲིད་ང་འདྲ་བ་སྤྱི་འཐུས་སླེབས་པ་ན་ངས་དྭངས་ཤོས་ཀྱི་ཨ་ནི་དབུ་མའི་ལམ་གྱི་སྲིད་ཇུས་ལ་འགྱུར་བ་བཏང་ཡང་དེ་ཨ་ནི་གྲོས་འཆར་ཞིག་མཁྱེན་ནས་གྲོས་ཚོགས་ནང་འགྲོ་ས་རེད་བསམ་གྱི་འདུག་ར། དབུ་མའི་ནང་ལ་སྲིད་ཇུས་དེ་ཨ་ནི་འགྱུར་བ་བཏང་ཡོད་འདི་ག་འདྲའི་སྒྲོག་བྱེད་རེད་ཟེར་མིན་ན་ནི། ང་ཚོས་ཀྱི་ཆབ་སྲིད་ཀྱི་སྲིད་ཇུས་ཀྱི་འཆར་སྣང་ཅིག་ཨ་ནི། འགྱུར་བ་ག་དུས་བཏང་པ་ཡིན་ནི་འདི་ཡིས་ཨ་ནི་ཅིག་རྒྱབ་ལྗོངས་འདི་ལ་བལྟས་པའི་ཐོག་ནས་འགྱུར་བ་བཏང་ཡོད་གལ་ཆེན་པོ་རེད་རོ། དེ་ནས་བཟུང་མ་ལ་ད་རྒྱབ་ལྗོངས་བལྟ་ཡོད་འདི་ག་རེད་ཟེར་ན་ད་ལྟ་ང་ཚོ་ད་ལྟ་སྐབས་སུ་བབས་པའི་ཨ་ནི་འཐབ་རྩོད་ཅེས་ཟེར་དུས་དགྲ་བོ་རྒྱ་མི་ཡིན་པ་སོང་ཙང་རྒྱ་ནག་ཡིན་པ་སོང་ཙང་ཨ་ནི་རྒྱ་ནག་གི་ད་ལྟའི་གི་གནས་བབས་ལ་ཡང་ཨ་ནི་ང་ཚོས་ཉམས་ཞིབ་བྱས་པའི་ཐོག་ནས་ཨ་ནི་ང་ཚོས་ཀྱི་སྲིད་ཇུས་འདི་ལ་ཡང་བསྒྱུར་བཅོས་བཏང་དགོས་ཡོད་འདི་གལ་ཆེན་པོ་ཐུག་གོ་ཐུག། འདི་བསྒྱུར་རྒྱུ་ག་འདྲ་ཞིག་བཏང་བར་བརྩོན་རྒྱ་ནག་ནང་ལོག་ཆ་ཚང་བསྒྲིགས་ནས་ད་ལྟའི་ཆ་ལ་ཡང་ད་ཅིག་ང་ཚོ་ཕྱིའི་གི་རྣམ་པའི་ཐོག་ནས་ད་ཅིག་འཛམ་བུ་གླིང་གི་རྒྱལ་ཁབ་ཡིན་ནི་རེད་ད་ང་ཚོ་ཅིག་ཕྱིའི་རྣམ་པའི་ཐོག་ནས་རྒྱ་ནག་འདི་སྟོབས་ཤུགས་ཧང་སང་ཆེན་པོ་ཅིག་མཐོང་བདེ་བོ་འདུག་འཛམ་བུ་གླིང་གང་ཙམ་ཡོད་སྟོབས་ཤུགས་ཆེ་ཤོས་ཨང་གཉིས་པ་རེད་ཟེར་ནི་ད་ཆེ་ཤོས་ཨང་གཉིས་པ་ཡིན་པ་འདི་མཐོང་བདེ་གི་ཡོད་རེད་ཨ་ནི་མཐོང་པ་ན་བཞིན་གི་ཨ་ནི་ཅིག་རྒྱ་ནག་གི་ཡིན་ནི་ཅིག་ཡིན་དུ་འགྲོ་རུ་ཕྱིན་ག་ས་ད་ལ་ཅིག་དམག་གི་དྲ་དམག་གི་དྲ་སྒྲིག་འགྲོ་ཅིག་བྱེད་ཅིག་ཨ་ནི་ཅིག་ཚེ་ཚད་ཚད་ཚད་འགྲོ་ཅིག་ག་ས་ག་ལ་བྱེད་བདེ་བོ་ར་འདིའི་གི་བྱེད་ཡས་འདི་ཨ་ནི་ཅིག་གི་རྒྱ་ནག་གི་བྱེད་ཡས་གི་དམིགས་ཡུལ་འདི་ད་འདྲའི་ཞིག་རེད་ཟེར་གྱི་མེད་རྒྱ་ནག་གིས་ད་ལྟ་སུན་གཙི་དམག་ཇུས་ཟེར་བཞིན་ད་རྒྱ་ནག་གི་ཉི་མ་ནས་སྐད་གྲགས་ཆེ་ཤོས་སུན་གཙི་དམག་ཇུས་ཟེར་བཞིན་ཡོད་པ། སུན་གཙི་དམག་ཇུས་དམག་ཇུས་ནང་ལོགས་ནས་དམག་ཇུས་གཅིག་རྒྱལ་ཁབ་འདིའི་ནང་ལ་དཀའ་ངལ་འཕྲད་པ་ཡིན་ཕྱིས་ཀྱི་ཕྱིས་ཀྱི་ཐོག་ནས་རྒྱལ་ཁབ་འདི་གི་དཀའ་ངལ་ཧ་མ་གོ་བའི་ཐོག་ནས་རང་གི་གསོ་ཐུབ་བྱེད་དགོས་རེད་ཟེར་བཞིན་རྒྱ་ནག་གི་དམག་ཇུས་ཇུས་རྒྱ་ནག་གིས་ད་ལྟ་དམག་ཇུས་འདི་རང་བེད་སྤྱོད་གཏང་གི་འདུག་ཟེར་གི་འདུག་ང་རང་གིས་ཚོར་སྣང་བྱས་པ་ཡིན་ཡོད། ད་ཅིག་ཡོད་ཕྱི་ཡིག་གི་རྣམ་པའི་ཐོག་ནས་རྒྱ་ནག་སྟོབས་ཆེན་པོ་ཡོད་དོ་འདོད་ཅིག་ཨ་ནི་ཕྱི་ལ་ཅིག་ག་ས་ག་ལ་ཚད་ཚ་ཚད་ཚ་ངར་ཟ་ངར་ཟ་ཞིག་བཟོ་ན་ཨ་ནི་ཅིག་ཚང་མས་སྟོབས་ཤུགས་ཆེན་པོ་ཡོད་པ་འགྲོ་བ་ཆུ་སྣ་ལྔས་འཇོ་ར་དཔེ་ཆ་བཞག་ན་ཅིག་ད་ཨེ་རན་ལས་རྒྱབ་སྐྱོར་བྱེད་ཀྱི་ཡོད་དོ་འདོད་ཐའེ་ཝན་ལས་དམག་རྒྱག་གི་ཡིན་དོ་འདོད་ཅིག་ཡོད་ར་ཨ་ནི་དེ་འདྲ་འགྲོ་ཞེས་ཨ་ནི་ཅིག་ཨ་རི་ལས་ཚད་ཚ་ཚད་ཚ་བྱེད་ཀྱི་ཡིན་དོ་འདོད་འགྲོ་བ་ཅིག་བྱས་ཡོད་འདོད་ཙམ་པོ་ཨ་ནི་ཅིག་འཛམ་བུ་གླིང་ཚང་མ་འདི་ལ་མགོ་ཡང་འདེད་ར། ནི་ཡིན་པས་ནི་རྒྱ་ནག་ནང་ལོགས་ལ་དཀའ་ངལ་ག་འདྲ་འདུག་རྒྱ་ནག་ནང་ལོགས་ལ་ཡང་ད་ལྟ་གནས་སྟངས་ག་འདྲའི་ཛར་དྲག་པོ་ཆགས་བྱུང་དེ་ཚོའི་ཐོག་ལ་ཡང་ཅིག་འཛམ་བུ་གླིང་སྒང་རྩ་གི་དོ་སྣང་མ་སླེབས་ཆོག་ར་འདི་མ་སླེབས་པ་དེ་བཟོ་ཡ་དེ་ཨ་ནི་རྒྱ་ནག་གིས་ང་ད་ཞི་ཅིང་ཕིང་གི་སྲིད་ཇུས་འདི་འདྲ་འགྲོ་གི་གཏིང་སྡིག་འདུག་ར་ད་ཡིན་པས་ནི་ང་ཚོས་རྒྱ་ནག་རང་གི་གནས་སྟངས་ནང་ལོགས་ང་ཚོས་ཉམས་ཞིབ་བྱས་ནས་བལྟ་བ་ཡིན་ན། ཟླ་གཅིག་སྔོན་ནས་རྒྱ་ནག་ནང་ལོགས་ལ་ད་ལྟ་ཧང་སང་ཡིག་རྫ་འདྲ་པོ་ཆགས་བསྡད་པ། རྒྱ་ནག་གི་གནས་སྟངས་དེ་ཆབ་སྲིད་གཅིག་པུ་མ་རེད་དཔལ་འབྱོར་གྱི་ཐོག་ནས་ཧང་སང་ཡ། ད་ཉིས་སྟོང་བཅོ་ལྔ་ནས་འགོ་བཙུགས་རྗེས་ང་ཚོས་ཉམས་ཞིབ་བྱེད་ཀྱི་ཡོད་ད་རྒྱ་ནག་ནང་ལོགས་ལ་ཡ་ད་ཅིག། དཀའ་ངལ་གྱི་གཞི་རྩ་འགོ་བཙུགས་ཡ་འགྲོ་གི་ད་ཅིག་ཤིང་ཅང་གི་ནང་ལོགས་ལ་ཡ་ད་ཅིག། རང་དབང་མ་སྤྲད་པ་དང་ཅིག་དྲག་སྤྱོད་ནར་སྤྱོད་དེ་འདྲའི་བཏང་པས་དཀའ་སྡུག་དེ་རྒྱལ་སྤྱིའི་ནང་ལོགས་ལ་ཧང་སང་ཡ་ཤུགས་ཆེན་པོ་ཅིག་ཁྱབ་བསྒྲགས་ཕྱིན་ཅི་བྱས་འདིའི་གིས་རྐྱེན་པས་རྒྱ་ནག་ནང་ལོགས་ལ་ཡ་ད་ཅིག། རྒོད་འགོག་བྱེད་ངེས་རེད་རྒྱལ་སྤྱིའི་གི་ཐོག་ནས་ཅིག་རྒྱ་ནག་ལ་ཡ་ཅིག། མཛུབ་སྟོན་བྱས་ཏེ་བདེ་འཇགས་ཐོག་ནས་འཇིགས་ཤུགས་ཆེན་པོ་ཆགས་དང་གཅིག་སྟེ་ཆབ་སྲིད་གནད་དོན། གཉིས་ནས་དཔལ་འབྱོར་གྱི་ཉམས་རྒུད་དེ་ཉིས་སྟོང་བཅོ་ལྔ་ནས་འགོ་བཙུགས་རྗེས་རིམ་པས་རིམ་པས་རྒྱ་ནག་ནང་ལོགས་ལ་ཡང་འཇིགས་སྐོར་ས་ཁང་གི་ཚོང་དེ་ཚོ་ཡིན་དེ་ནས་དེ་ཚོ་ཚང་མ་རིམ་པས་རིམ་པས་མ་རྩ་ཆེན་ཆེ་ཆེ་ནས་དཀའ་ངལ་འཕྲད་འགོ་བཙུགས། དེ་འདྲའི་འགོ་བཙུགས་པའི་དུས་ཚོད་དེ་ལ་ཉིས་སྟོང་བཅུ་དགུ་ལ་ཡང་རྒྱ་ནག་གི་ཝུ་ཧན་ནས་འཇིགས། ནད་ཡམས་འདི་ཁྱབ་ཡོང། དེ་ནས་རིམ་པས་རིམ་པས་ཟླ་གཉིས་ཐོག་ཉི་ཤུ་རྩ་བཞིའི་ཚེས་ལྔ་ལ་ཟླ་གདུགས་ཟེར་ཡག་ཡོང་གི་རེད་མོད་ཟླ་ཞེ་གཅིག་པའི་སྐབས་གཉིས་པའི་དུས་མ་ལྷའི་འགོ་གཙོ་བོ་ནས་བྱས་ནས་ད་རྒྱ་ནག་ནང་ལོ་ལ་དཔལ་འབྱོར་གྱི་ཉམས་རྒུད་ཧང་སང་ངེས་ཆེན་པོ། ད་ད་ལྟ་སྐབས་སུ་བབས་པའི་རྒྱ་ནག་ནང་ལོ་ལ་ད་ཅིག་དཔལ་འབྱོར་གྱི་ཉམས་རྒུད་འགྲོ་ཆ་ཚང་གི་ནས་བཟོ་པ་ཚོ་ལ་ཡང་ལས་ཀ་བྱེད་མཁན་ལ་ལས་ཀ་རག་གོ་མ་རེད། རྒྱ་ནག་ནང་ལོ་ལོ་ཡར་ལྟ་ཅི་དགར་བཟོ་རེད། རྒྱལ་སྤྱིའི་གི་ཁྲོམ་ར་མང་པོ་ཞི་བ་ཅིག་སྒོ་རྒྱག་འགྲོ་དགོས་རེད། ནི་སྙེ་མ་རྒྱ་ནག་ནང་ལོ་ཡོད་རྒྱུ་ཁྲོམ་ར་ཚང་མ་དེང་སང་ལྟ་ཅིག་ཕྱི་རྒྱལ་གི་རྒྱལ་ཁབ་མང་པོ་ཞི་བ་ཅིག་ནང་ལ་ཡར་ཅིག་གནས་པོ་ཅིག་འགྲོ་དགོས་རེད་ད་གནས་སྟངས་དེ་འདྲའི་མང་པོ་ཅིག་རྐྱེན་པས་གི་ལྟ་ཅིག་རྒྱ་ནག་ནང་ལོ་ལོ་ཡར་ལྟ་ལྟ་ཅིག་མི་མང་ལ་ཡར་དཀའ་ངལ་ཧང་སང་ཡར་ཆེན་པོ་འཕྲད་མི་མང་གི་དཀའ་ངལ་འཕྲད་པའི་སྒང་དེར་རྒྱལ་བའི་སྒང་ལ་རྡོག་རྫིས་བཟས་ཏེ་རྒྱ་ནག་གཞུང་གི་ངོས་ནས་ཨང་ཅིག

ད་ལས་ཀ་ཞིག་ཕུལ་ཡིན་ཨ་ནི་མ་གང་འདི་མི་མང་པོ་ཞི་བོ་བྱུག་གི་ད་ཕར་གི་འདུག་བསམ་བྱ་ཉོ་དུས་ཙམ་པ་ཉི་མ་གསུམ་བཞི་ནང་ལོག་ཕར་བདུན་ཕྲག་གཅིག་གཉིས་ནང་ལོག་བདུན་ཕྲག་གཅིག་ནང་ལོག་གང་ཚང་མ་རང་ཅག་རྫ་མི་མང་གི་ཉོས་ཀྱང་དངུལ་དེ་གས་ཚང་མ་གཞུང་ལས་སྤྲོར་ད་མི་མང་ཚང་མ་དཀའ་ངལ་དེ་གས་ཐེའུ་དེ་མ་ཡིན་པའི་ད་ཁ་ཚང་ཉེས་ཆ་འདུག་ཨ་དངུལ་དང་གསེར་དང་འདི་ཚོ་ཚང་མ་ཨ་ནི་མང་པོ་ཅིག་ཨ་ནི་མི་མང་གི་དངུལ་མང་པོ་ཞི་བོ་ཅིག་བསྐུར་བསྡིབས་མི་མང་གི་དངུལ་འཕྲོག་བཅོམ་བྱས་ལ་ཡ་ད་ཁོང་ཚོས་ལས་ཀ་གྲ་མ་རིག་པའི་དངུལ་ཁང་ནང་ནས་དངུལ་བཏོན་མ་བྱོ་ཡ་དངུལ་ཁང་ནང་ནས་དངུལ་འདེམས་མ་བཅུག་ཅེས་མི་མང་མང་པོ་ཞིག་ཕྱི་རྒྱལ་འབོད་འགྲོ་གོ་ལ་ད་མི་མང་ཚོང་པ་དེ་དཔལ་འབྱོར་འདི་ཟེར་བའི་འབོད་འགྲོ་དེ་དངུལ་ཁང་ནང་ནས་དངུལ་འདོན་མ་བཅུག་ཡག་གི་རིགས་ཤིག་བཟོ་ཡ་ལ་བཟོ། ད་དེ་འདྲས་བཟོས་རྗེས་ད་ལྟ་རྒྱ་ནག་ནང་ལོག་ཡ་ད་ཅིག་ཧང་སང་ཡ་གི་དཀའ་ངལ་ཆེན་པོ་ཨ་ནི་ཅིག་གི་བཟའ་ཚོང་ད་རྒྱ་ནག་ནང་ཆ་ཤར་བའི་ནང་ཅིག་གི་བཟའ་ཚོང་སྒང་ལ་ཡ་ཨ་ནི་མ་རྩ་བཙུགས་པའི་ཐོག་ནས་ཚོང་རྒྱལ་འགྲོ་དེ་ད་གལ་ཆེ་ཤོས་ད་ཡིན་ནའི་དེ་ཚོའི་སྒང་ལ་ཡིན་པ་ནི་ཨ་ནི་ཅིག་རྒྱ་ནག་གི་དཔལ་འབྱོར་གི་གཞི་རྩ་གྲུབ་དོན་ཚོ་མང་པོ་ཅིག་བཀུར་བསྡིབས་འགྲོ། དེ་འདྲས་བསྡིབས་དུས་ཙམ་པ་ལ་ཨ་ནི་ཅིག་ཆབ་སྲིད་ཀྱི། འཕོ་འགྱུར་ཤུགས་ཆེན་པོ་ལས་ད་མི་དམངས་ལ་དཀའ་ངལ་མང་པོ་ཆེ་ན། ཨ་ནི་རང་བཞིན་གྱི་ཨ་ནི་འགོ་ཁྲིད་དེ་ད་ཅིག་འགོ་ཁྲིད་ལ་ངོ་ལོག་རྒྱ་ཉེ་མང་པོ་ལས་བརྩོན་པ་ཨ་ནི་ཞི་ཅིན་ཕིན་གྱི་སྲིད་ཇུས་སྟེང་ཅིག་ཨ་ནི་ཅིག་སོ་སོ་གི་བེད་ཐོག་ལ་ད་ཕལ་ཆེར་ད་ལྟ་བྱང་ཀོ་རི་ཡ་ནང་བཞིན་གྱི་ཨ་ནི་ཅིག་སྲིད་ཇུས་ཅིག་སྤེལ་ཡས་ཀྱི་ཐབས་ཇུས་སྟེང་ཅིག་ད་ད་ད་ཅིག་ང་ཚོ་སྦར་སོ་སྦར་སོ་ང་ཚོ་རྒྱ་ནག་ནང་ལོགས་ལ་ཡང་ཅིག་དོ་དམ་རུ་བཏང་ཡས་སྒྲིག་འཛུགས་དམ་རུ་བཏང་ཡས་རྒྱ་ནག་གི་གྲོང་ཁྱེར་མང་པོ་ནང་ལོགས་ལ་བཙོན་ཁང་ཧང་སང་ཡས་མང་པོ་བརྒྱབ་རྗེས་ད་བཙོན་ཁང་ཁོ་རང་གསར་པ་ཞེ་བོ་པད་སྐོར་བརྒྱ་བཅུ་དགུ་བཅུ་དེ་འདྲས་གྲོང་ཁྱེར་ཆེ་ཁག་ནང་བརྒྱབ་རྗེས་ད་དེ་ཚོ་ཚང་མ་ཁོ་རང་གི་འདྲ་སྒྲིག་བྱེད་སྐོར་ད་མི་མང་གི་ངོ་ལོག་བརྒྱབ་ན་བློ་ཡས་ད་ཁོ་རང་གི་ཡིན་མིན་ནས་སེམས་ནང་ལོགས་ད་ག་རང་བསམ་སྐོར་ད་ཅིག་མི་མང་གི་ངོ་ལོག་ཅིག་ཨ་ནི། ཉུང་གི་རེད་བསམ་པའི་ཨ་ནི་ཉེན་ཁ་བྱུང་ཟིན་པ་ད་དེ་ཚོ་ལ་ཡང་ཨ་ནི་ཅིག་ཁོ་རང་གི་ལས་ཀ་དེ་འདྲའི་བྱེད་ཡས་དེ་ཚོ་ལ་ཡང་ཨ་ནི་སྲིད་ཇུས་ལ་ཡང་རྒྱབ་སྐྱོར་མ་བྱེད་ངས་ད་ཅང་ཡོ་ཤས་དང་ལིའུ་ཀྲེན་ལི་འགྲོ་བ་དེ་ཚོ་ར་ཁོ་ཚོ་འགྲོ་བ་དེ་ཨ་ནི་རྒྱབ་སྐྱོར་དང་ཨ་ནི་ཅིག་སོ་སོ་ལ་ཡང་ཨ་ནི་ཅིག་སོ་སོས་ཀྱི་སྲིད་ཇུས་ནང་བཞིན་འགྲོ། མ་ཏུ་ཡེ་གེ་མི་དང་ཆ་ཆུ་ཁོལ་གྱིས་ཨ་ནི་ཅིག་དོན་པོ་ཆེན་པོ་དུ་བཟང་པོ་འཛིན་བཟུང་བྱས་ཡ། ཁོ་རང་བད་དུ་ཁོ་རང་དམག་བསིལ་ད་ཅིག་ཅི་འདོམས་པ། གཙོ་བོ་ལ་ཨ་ནི་སོ་སོའི་དབང་ཆ་ཚང་མ་ལག་པར་རག་ཡ་དེ་འབྲེལ་གྱི་ཐབས་བྱུས་ཅི་ཡལ་ཏེ་ཨ་ནི་ཅིག་རྒྱ་ནག་ནང་ལོག་གི་བདེ་འཇགས་འདི་ལྟ་དེང་སང། ཕྱིས་ཀྱི་རྣམ་པ་ལས་ལྷག་རྒྱ་ནག་ནང་ལོག་གི་བདེ་འཇགས་ལ་ཧང་སང་ཡང་དཀའ་ངལ་ཆེན་པོ་འཕྲད་དེ་ད་མི་མང་གྲོགས་ཆ་བཞག་ནས་ད་ལོ་གྲོགས་ཆ་ཚང་གི་ནི་ད་ལོ་རྒྱུས་ནང་ལོག་ལ་བ་དང་ལོ་རྒྱུས་ནང་ལོག་ལ་ལོས་བཟའ་བཏང་ཡག་གི་དངུལ་མེད་པ་བཅས་མི་མང་ཆ་ཅིག་ཨ་ནི་ཅིག་ཁོ་རང

དངུལ་ཡིན་པས་ན་དངུལ་གྱི་ནང་ལོགས་ལ་ལྕགས་བླུགས་ནས་དངུལ་བཙོང་ཡ་ལ་སོགས་པ་དེ་འདྲའི་མང་པོ་ཅིག་གཞུང་གི་རྒྱབ་ཀྱི་རྒྱབ་རྟགས་ཡོད་པའི་ཐོག་ནས་ལས་ཀ་དེ་འདྲའི་མང་པོ་བྱས་པའི་ཐོག་ནས་མི་མང་གི་དངུལ་མང་པོ་ཞིག་འཕྲོག་རྒྱུ་བཟོ་མ་ཐག་དེང་སང་ལོས་སར་བཏང་ཡས་དཀའ་ངལ་ཡོད་མི་ཐུབ་པའི་ཐོག་ནས་མི་མང་པོ་ཞིག་དཀའ་ངལ་ཞིའུ་དང་ལྷུང་སྟེ་ད་རྒྱ་ནག་ནང་ལོགས་ཀྱི་ད་རྒྱ་ནག་དེ་མེར་བཙག་བར་ཆོག་ཆོག་ཅིག་བསྡད་བསྡད་དུས་བཟོ་མ་ཨ་ནི་ད་ཞི་ཅིན་ཕིང་ཁ་སང་ད་རེས་གཉིས་སྲིབ་དོན་འདི་བ་ནས་འགོ་བཙུགས་རྗེས་ཟླ་གཅིག་པེ་ཅིང་ནང་ལོགས་རེ་ཡིན་པའི་ནས་ད་ཁོ་གི་ད་ཉེན་ཁ་ཆེན་པོ་བྱུང་ཟེར་སོང་ཅེས་དམག་རེ་དམག་གྲ་སྒྲིག་ཡས་བཅོས་པེ་ཅིང་ནང་ལོགས་ཁོ་རང་ད་ནས་ལང་ཁ་ཆེ་རེ་བྱེད་ཚད་ཚང་མ་མང་པོ་བཀག་དམག་གྲ་སྒྲིག་ཨ་འཇིག་གི། རྒྱ་ནག་ནང་ལོགས་ལ་ཡ་ཨ་འཇིག་གི་བདེ་འཇགས་ཐོག་ལ་ཡ་ནང་གི་བདེ་འཇགས་ཐོག་ལ་ཡ་ཨ་འཇིག་གི་གྲ་སྒྲིག་མང་པོ་ཞིའོ་ཅེས་ད་ནས་ཞི་ཅིན་ཕིང་ཇི་ལྟའི་བོར་ད་ད་བྱེད་ཀྱིན་མེད་བྱས་པས་མ་ཚད་ཨ་ནེ་གཅིག་གིས་ཁོ་རང་གི་རྒྱབ་གཏད་འགྲོ་དོན་ཁོ་རང་ལ་ཁ་གཏད་བཅག་ས་རེད་བསམ་ཡས་དེ་ཚོ་ཚང་མ་ལ་ཡ་ཁོ་རང་གིས་ད་འདྲི་གཅོད་གཡང་གོ་ནས་ཞིབ་གཅོད་བྱས་དེ་བཞིན་དབང་ཆ་འབག་དགོས་ད་དྲུང་ཡིག་དང་དེ་ཚོ་ཚང་མ་ལ་ཡ་ད་ཅིག་དབང་ཆ་འབག་འགྲོ་ཡིན་པས་ཡིན་ད་ཁོ་རང་གིས་ད་དབང་ཆ་འབག་དེ་ཉིན་མ་ཡིན་ད་ཅིག་སྲིད་བློན་འགྲོ་བྱེད་ཡིན་པས་སྐད་ཆ་རེད་དེ་ད་ད་ད་དབང་ཆ་འབག་དགོས་ད་ཅིག་རྒྱབ་ལས་ཀ་བྱེད་ཡིན་ད་ཨ་ནེ་ཁོ་རང་གིས་ག་ཚོད་རེད་ད་དེ་དྲུང་ལགས་ར།

ཚང་མ་ཁོག་རུལ་ཁོག་སྟོང་བྱ་བཞིན་ད་དཀའ་ངལ་ཞེའུ་ཅི་ནང་ལྷུང་བསྡད་འདོད་ཚུལ་དེ་ལ་ང་ཚོས་ཡིད་མི་ནས་ད་ཅིག་བཙན་བྱོལ་སྤྱི་ཚོགས་ནང་ནས་རྣམ་པ་ཞིག་ཐོན་རྗེས་འདི་ལ་ཡ་ཅིག་དངོས་གནས་ང་རང་ཚོ་ལ་ཡིད་ད་ཅིག་ཨ་རིའི་གཞུང་གི་ཡིན་ནའི་དེང་སང་ང་ཚོ་ལ་ཡ་ད་ཅིག་ཆབ་སྲིད་ཀྱི་ཐོག་ནས་རྒྱབ་སྐྱོར་བྱེད་ཤུགས་ཆེ་རུ་ཆེ་རུ་འགྲོ་གི་འདུག་དེ་འདྲས་སོང་བ་འདི་ཚོའི་ཐོག་ནས་ཨ་ཅིག་ང་ཚོས་ཀྱིས་ད་ཅིག་ཆབ་སྲིད་ཀྱི་སྲིད་ཇུས་མང་པོ་ཅིག་དགོས་མཁོ་མང་པོ་ཅིག་ལ་བལྟས་རྗེས་ད་དབུ་མའི་ལམ་གྱི་སྲིད་ཇུས་འདིར་འགྱུར་བ་བཏང་ཟེར་རྒྱུ་ར་ད་འདི་ངེད་ཀྱི་གྲོས་ཚོགས་ནང་གྲོས་འཆར་གདང་ཞུས་ངས་འདི་ཁྱེར་ས་རེད་ད། རྒྱབ་ལྗོངས་བདེ་སྐྱིད་ལ་བལྟས་ཅིང། དབུ་མའི་ལམ་གྱི་སྲིད་ཇུས་ལ་འགྱུར་བ་གང་འཕྲལ་ཞིག་གཏང་དགོས་འདུག་ཟེར་བའི་ན་དཔེ་ཆ་ཞན་པ་ནི་སྙེ་མ་རྒྱ་རོབ་ཅིག Strasbourg ལ་ཡག་ཅིག་དོན་ཚན་ལྔ་བཏོན་གནང་པའི་སྐབས་ལ་ཡག་ད་ལྟ་ད་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོར་ཡག་ད་ཅིག་རང་བཙན་འཐབ་རྩོད་པའི་ནི་ཚོགས་པ་གལ་ཆེ་ཤོས་འགྲོ་ཏེ་བོད་གཞུང་ལྷན་ཚོགས་ར་དེ་མཚོན་པ་ནི་གཞུང་ལྷན་ཚོགས་ཀྱི་ཚོགས་གཙོ་ལྷ་བཟང་ཚེ་རིང་ལགས་དེ་གས་བཅར་ཡོད་པ་ར། དེ་དུས་བཅར་དུས་ཙམ་ལ་ལྷ་བཟང་ཚེ་རིང་ལགས་དགོངས་པ་དེ་མཚོན་པ་དག་རང་གསུངས་ཡོད་ར་ངས་ཀྱི་རྒྱལ་བ་རིན་པོ་ཆེ་ལ་ཡིད་ཆེས་མེད་པའི་ཐོག་ནས་དབུ་མའི་ལམ་རྒྱབ་སྐྱོར་བྱས་པ་མེད། རྒྱ་ནག་གཞུང་ལ་ཡིད་ཆེས་མེད་པའི་ཐོག་ནས་ངས་དབུ་མའི་ལམ་ཡར་རྒྱས་འགོད་བྱེད་ཀྱི་མེད། དེ་འདྲའི་རྩོམ་པ་ལ་དམར་པོའི་གཞུང་དེ་ལ་ཡིད་ཆེས་མེད་པའི་ཐོག་ནས་དབུ་མའི་ལམ་བཏང། ཁ་སང་ང་ཉེ་ཆར་དུ་བ་ཅིག་ལ་ད་ལྟ་སུ་ཡིན་ནའང་བྱས་ན་བརྩོན་འགྲུས་ལ། བརྩོན་འགྲུས་སྙིང་པོ་བགྲོ་གླེང་བྱེད་དགོས་འགྲོ་བ་ཅིག་གི་སྐད་ཆ་ད་གོ་མ་ཐོས་འགོ་བརྗོད་ཐོང་སོང་འདི་ག་ལ་ན་དབུ་མའི་ལམ་དང་རང་བཙན་གྱི་བར་ལ་ཡོ་ཨ་ཨམ་ཅིག་བར་ཤུགས་ཀྱི་ཨམ་ཅིག་བར་གྱི་ཨམ་ཅིག་ལང་ཀ་ཅིག་ང་ཚོས་གར་བྱས་འོག་འདུག་ཟེར་གྱི་ར་ད་འདི་ངས་གི་གར་བྱས་འོག་ཚོད་ན་གྲོས་ཚོགས་ནང་ལོགས་ལ་ཡ་ང་ཚོས་ཀྱི་དབུ་མའི་ལམ་གྱི་སྲིད་བྱུས་ལ་འགྱུར་བ་ག་འདྲ་ཞིག་བཏང་འོས་སམ། ད་ང་ཚོས་ཀྱི་དགོངས་པ་མདུན་སྐྱོད་བྱེད་ཆེད་ང་ཚོ་དབུ་མའི་ལམ་འགོ་དགོས་འདུག་ཟེར། དབུ་མའི་ལམ་གྱི་རྒྱ་ནག་དམངས་གཙོའི་སྲིད་གཞུང་གི་འོག་ལ་ང་ཚོ་དབུ་མའི་ལམ་འགོ་འདུག་ཟེར་ཆོག་ལ་དེ་འདྲའི་སྲིད་བྱུས་ལ་ཡང་འགྱུར་བ་བཏང་ཡོད་པའི་གྲོས་འཆར་ཞིག་ང་རང་ཡིན་པས་ན་སྤྱི་འཐུས་ཆགས་པ་ཡིན་ན་མི་དེ་འདྲས་ཤིག་ཁྱེར་ནས་འགྲོ་ས་རེད་བསམ་འདུག་ང་གལ་སྲིད་སྤྱི་འཐུས་ཡིན་པས་ན་ནི་དབུ་མའི་ལམ་གྱི་སྲིད་བྱུས་ལྟ་སྟེ་དུས་ལ་བབ་ཤག་བསམ་འདུག་ད་ལྟ་རྒྱ་ནག་ལ་གནོན་ཤུགས་སྤྲད་ཀྱི་འདུག་རྫུ་འབྱོར་ར་འགས་ཆེ་ཤོས་ཅིག་ནི་དུས་ལ་བབ་ཤག་བསམ་འདུག་ང་ཚོ། ད་ལྟ་རྒྱ་ནག་དེ་ད་ཅིག་ཨི་རན་ལ་ཟིང་ལངས་བལ་ཡུལ་ལ་ཟིང་ལངས་བྱེད་དུས་རྒྱ་ནག་ཚ་ཧུག་ཧུག་ཧུག་བྱེད་དུས་ཞིའུ་ཅིན་པིང་གིས་གཏམ་རོ་གཏམ་རོ་གཏམ་རོ་ད་མི་མང་འུ་ཐུག་ནས་ད་ཐོར་བྲོ་ཐོར་བྲོ་བྱེད་བསྡད་ར་དེ་འདྲའི་ཅིག་གི་སྐབས་ལས་ཨང་ང་ཚོས་གི་གོ་སྐབས་དེ་སེམས་ཅན་ཨང་ཅིག་དམངས་གཙོའི་གཞུང་རྒྱ་ནག་དམངས་གཙོའི་གི་ལམ་ལུགས་གི་འོག་ལ་ང་ཚོ་ལ་ཡང་ཨང་རང་སྲིད་རང་སྐྱོང་གི་ཨང་ཁེ་དབང་འགོག་འདུག་ཟེར་ནས་ད་ང་ཚོས་གི་དབུ་མའི་ལམ་གི་སྲིད་བྱུས་དེ་འགྱུར་བ་དེ་འདྲ་ཞིག་གཏང་ཡས་གི་ཨང་གྲོས་འཆར་ཅིག་ཁེལ་འོག་འདུག་ཟེར་འགོ་ཚུགས་གྲོས་ཚོགས་ནང་ལ་ཡོད་ཨ་དེ་འདྲས་ཞིག་ཁེལ་བ་ཡིན་ན་ད་ལྟ་བར་དུ་ང་ཚོས་དམར་པོའི་གཞུང་དེར་རེ་བ་བྱེད་ཆེད་ད་རྒྱ་རོམ་བྱེད་ཅིག་སྔོན་ནས་དཀོན་མཆོག་བཅུ་བཞི་པ་དེ་བོད་ནང་ལོགས་ཡ་ཅིག་སྔོན་ནས་ང་ཚོ་བདེ་བར་གནས་ཅིག་གདན་འདྲེན་ཞུས་པའི་ཐོག་ནས་བོད་ཀྱི་རིག་གཞུང་དང་ཆོས་སྲིད་ད་རིག་གཞུང་དང་ཆོས་སྲིད་དེ་མ་ཡིན་པའི་ད་ང་ཚོའི་སྐད་ཡིག་དང་འདི་ཚོ་སྲུང་སྐྱོབ་བྱེད་ཀྱི་ཆེད་དུ་ད་དམར་པོའི་གཞུང་ལ་རེ་བ་བརྒྱབ་བསྡད་པ་དེ་ད་དམར་པོའི་གཞུང་ལ་རེ་བ་ག་ཚོད་བརྒྱབ་ནས་ད་རེ་བ་དེ་འགྲུབ་ཐུབ་ཀྱི་མེད་པ་ཅིག་ད་ང་ཚོ་མངོན་གསལ་དོད་པོ་ཞིག་ཅིག་ད་ལྟ་མཐོང་བསྡད་དགོས་ར་ར་ད་ཁོང་ཚོས་ཀྱི་པེ་ཅིང་རྒྱ་རོམ་བྱེད་ཀྱི་དགུང་གྲངས་ལ་ལ་གྲངས་ཀ་བརྩིས་རྗེས་ད

པའི་སྐབས་ཡིན་ནས་རྒྱ་ནག་དམངས་གཙོ་དོན་གཉེར་ཅན་དང་རྒྱ་ནག་དམངས་གཙོ་ལ་ཡ་གཅིག་དགའ་ཉེ་གི་མི་མང་མང་པོ་ཞི་བ་འབྱོར་ཡོད། ད་ལྟ་ཁོ་ཚོ་ད་ཅིག་ང་ཚོ་དུ་བ་ལ་དཔེ་ཆ་ཤར་ནས་ཁ་སང་ཉེ་ཆར་རང་སྲིད་སྐྱོང་བ་ཏན་ཏན National Endowment for Democracy གི་དང་དེབ་ཞིག་བཏོན་འདུག་དེའི་དེབ་བཏོན་མཁན་རྒྱ་ནག་དེབ་འབྲི་མཁན་ཁོ་རང་གི་ཨ་མཆིག་ཡིན་པའི་གནས་ལས་དམངས་གཙོ་དོན་གཉེར་ཅན་ཕྱིར་བ་ར་རྒྱ་ནག་དམངས་གཙོ་དོན་གཉེར་ཅན་དམངས་གཙོར་དགའ་ཤས་ཡིན་ནས་ཅིག་བོད་དེ་ཡིན་ནས་མིན་ནས་ཅིག་གོང་ནས་ནམ་ཡང་རྒྱ་ནག་གི་ཆ་ཤས་མ་རེད། དེ་འདྲའི་འབྲི་མཁན་རེ་ཚོ་ཁོ་ཚོ་རྒྱ་ནག་དམངས་གཙོ། ལས་ངན་བྱས་འདུག་ཟེར་བ། དེ་འདྲའི་ནི་རྒྱབ་སྐྱོར་བྱེད་ངེས་རྟགས། རྒྱ་ནག་གི་མི་དམངས་ཁྲི་ཚོ་མང་པོ་ང་ཚོ་རྒྱབ་ཀྱི་ཡོད་ར་ར། དེ་འདྲས་ཟེར་བ། དེ་འདྲའི་གི་སྲིད་ཇུས་ཤིག་འགྱུར་བ་བཏང་བས་ན་ཅིག་དབུ་མའི་ལམ་ཡིན་པས་ནི་སྲིད་ཇུས་དེ་ཅིག་མ་འོངས་པ་ལ་རྒྱུན་འཁྱོངས་པོ་དང་ནི་སྟེགས་བུ་ནི་མ་འོངས་པར་མཇུག་འཁྱོངས་པོ་དེ་འདྲའི་གི་སྲིད་ཇུས་ཅིག་ཨ་ནི་ཅིག་ང་ཚོས་གྲོས་འཆར་ཅིག་ཏན་ཏན་འགྱུར་བ་ཞིག་བཏང་པའི་ཐོག་ནས་ཁེགས་འདུག་ཟེར་མོ་ཐུག་གྲོས་ཚོགས་ནང་ལོ་རེ་ཡ་འདི་གི་རྒྱ་ནག་ལ་ཡ་ད་ད་ད་ད་གཉན་འཕྲང་ཅན་གི་འདོད་ཚུལ་དེ་ལ་ཡ་སྡིགས་ར་ཆེན་པོ་ཅིག་ཨུའི་ཐུགས་ཡག་གི་ཨམ་ཅིག་ལགས་ཆ་གལ་ཆེ་ཤོས་ཅིག་ངས་འདི་འདྲའི་སྒྲོག་གཞི་མཐོང་གི་འདུག།